ནས་ཨུ་དུ་ཆ་ཞོ། པོར་ཏི་སུང་ཀ་མང་གི་ལ་སི་ཏུང་ཀ་མང་གི་ན་ལ་ཆ་ཞོ་ངོ་པ་གི་ལ་ལ། ཙན་ལྡན་ཤིང་ག་ཙན་ལྡན་ཤིང་ཨེ་ཀ་པོ་སི་ཀ་ཨན་ཇི་སི་ཨ་ན་སྐལ་བཟང་ཆོས་ཀི་ག་ཏུང་ཀ་ཆ་སེ་མོ་ཏུར་ཤོ་ལེ་ལ། ཨོམ་ཨ་ན་སྐལ་བཟང་ཆོས་ཀི་ད་ག་འགྱེད་པོ་སོང་ན་མེ་ས་མེ་མཉམ་ཆུང་ཏུར་གི་ལ་ལ། ན་མེ་ས་མེ་མཉམ་ཆུང་ན་མེ་ས་མེ་སྡུག་པོ་ཏུར་གི་ལ། གྱི་ནི་རང་མོ་སེམས་དཔའ་ན་མེ་ས་མེ་སེམས་དཔའ་བཟང་པོ་ཏུར་གི་ལ་ཨ་ནི་ཞུ་ལེ་ལ། ནི་འུ་ནུ་ཤོག། དམངས་པོ་དོར་གི་ཁེ་འདུག་ཨ་ན་སྐལ་བཟང་ཆོས་སྐྱིད་ག་སེམས་ལེགས་པོ་བྱོ་ཤོག། འགྱིག་ནི་རང་བུ་འགྱིག་གི་དེ་ནང་ནད་པ་ག། ཨ་ན་སྐལ་བཟང་ཆོས་སྐྱིད་ཨ་ཆེན་གི་བུ་བྲེ་བ་ཧང་ཏེ་རོ་མོ་ཨོ་ད་གོར་ག་ཟེ་མོ་དོར་ཞུ་ལེ་ལ། ཨ་ན་སྐལ་བཟང་ཆོས་སྐྱིད་ཨ་ཆེན་འཇའ་ག་སོ་ཤ་མི་བྲེ་ག་ཅག་མ་ཐོང་ནི་ནིང་ནིག་ཙིང་འདི་ལ་གམ། རོག་གི་འཇང་གི་བུ་རོ་ག་ཟ་བུ་སིན་ག་བདུད་ཤེ་ཀི་ནི། ནི། ལྗང་ཨ་མ་མོ་ག་ཟ་གི་ཨོ་ག་ཏན་གི་ལྗ་ཨ་མ་གད་པུ་གི་ཨ་མ་ག་ལེ་ཧ་ང་ལེ་གན་ལྗམ་ཨ་མ་གི་ཟ་ག་ལེ་ཧ་ང་ལེ་གན་ལྗམ་ཨོ་ན་ཞུ་ཨ་ན་སྐལ་བཟང་ཆོས་སྐྱིད་གི་ལྗ་ད་རེ་ནི་ག་ན་མི་ས་མི་ཨན་ག་བ་ཨན་ཞུ་ལེ་ལ་ཨོ་ན་ག་ན་མི་ས་མི་བཀའ་དྲིན་ཆེ་ཨན་ཞུ་ལེ་སེམས་ནང་གི་རང་ལ། ནཱ་ག་ཨུ་མ་ག་སྐུ་ཚེ་དཀར་པོ་འབར་བྱེད་མང་པོ། མ་འོངས་བསྐལ་པ་འགའ་བའི་ཡམ་ལང་འགའ་བསྐལ་པ་དོར་མྱོང་ནས་གདམས་པའི་ཆོས་དང་འཕྲད་པ་དོར་ཨེ། གདམས་པའི་ཆོས་དང་མཇལ་བས་མྱོང་པ་དོར་ཨོ་དོ་ན་འཇའ་སྟོང་གི་སྨན་ལམ་ཨུ་དུ་ཅག་ཨེ་ཞུ་ལེ། རྣམ་མེད་བསམ་མེད་བཀའ་དྲིན་ཆེ་ཨ་ནཱ་སྐལ་བཟང་ཆོས་ཀྱི་རྣམ་མེད་བསམ་མེད་བཀའ་དྲིན་ཆེ་ཨེ་ཞུ་མཇལ་ན་ལ། སེམས་ནང་གི་རང་ཐལ་འགྱོད་གསོག་མ་བྱེད།